ལ་བཞུགས་དུས་གར་བྱེད་ནས་བཞུགས་པ་རེད་ཟེར་ན། སྐུ་ཡོན་སྦྱངས་སྐུ་ཡོན་གྱི་ཆེད་དུ་སྐུ་ཡོན་སྦྱངས་གནང་གི་ཡོད་རེད་པ། སྐུ་ཡོན་དེ་མ་སྦྱངས་པ་ཡིན་ན། མ་འོངས་པ་ལ་ཆེས་འགྲོ་དོན་གནང་དགོས་ཀྱི་རེད། སྐུ་གོང་མ་གི་སློབ་མ་མང་པོ་སྦྱིན་བདག་མང་པོ། དེ་ནས་མི་མང་པོ་གི་རེ་བ་ཆེན་པོ་ཞིག་འཇབ་ཀྱི་ཡོད་རེད་པ་ཁྱེད་ལ།

ད་དེ་འདུས་སྐུ་ཡོན་ལ་གཉིས་ཡོད་རེད་སྐུ་ཡོན་ལ་གཉིས། དེ་ནས་ཕྱི་ཡི་ཡོན་ཏན་དང་ནང་གི་ཡོན་ཏན་ཞེས་ནས་གཉིས་ཡོད་རེད་ད་དེ་ཐུགས་ལ་བཞག་དགོས་ཀྱི་རེད། ད་ཕྱི་ཡི་ཡོན་ཏན་ཟེར་མཁན་དེ་ད་ལྟ་ཡི་གེ་བྲིས་ཆོག་ཆོག་ཕྱིར་དེ་ནས་ཀློག་ཆོག་ཆོག་དེ་ནས་དག་ཡིག་ལ་ཡག་པོ་སུམ་རྟགས་ལ་ཡག་པོ་སྙན་ངག་ལ་ཡག་པོ་གཞུང་ལ་ཡག་པོ་དབུ་མ་ལ་ཡག་པོ། དེ་ནས་ཅིག་བཤད་པ་ལ་ཡག་པོ་ཆོ་ག་ཕྱག་ལེན་ལ་ཡག་པོ་འཆམ་ཆབ་ལ་ཡག་པོ་འདུ་བ། དེ་ཚོ་ལ་ཕྱི་ཕྱི་ཡི་ཡོན་ཏན་ཟེར་གི་རེད་ད། ད་ཕྱི་གི་ཡོན་ཏན་ཡག་པོ་འཆའ་བ་ཙམ་གྱིས་ཆེས་བླ་མ་ཡག་པོ་ཆགས་ཡག་གི་ངེས་པ་ཡོད་མ་རེད་ད། ད་དེ་ཡིན་དུས་ཕྱི་ཡི་ཉམས་ལེན་དེ་མཉམ་དུ་དེ་ནས་ནང་གི་ཉམས་ལེན་དེ་ནང་གི་ཡོན་ཏན་དེ་གོ་གི་རེད་ད། ད་ནང་གི་ཡོན་ཏན་དེ་ངས་ཆ་ཚང། ད་ཞུ་ཐུབ་ས་མ་རེད་ད་དུས་ཚོད་མང་པོ་འགོར་འགྲོ་ས་རེད་ད་ང་རང་ཚོ་བསམ་པ་སྨྱོ་སྒྲུབ་མ་གནང་ལ་ཡོད་རེད་བ་བསམ་པ་སྨྱོ་སྒྲུབ་མ་གནང་གི་ཡོད་པས་ཨེ་མ་ཧོ་མཚོ་བོད་གེ་སར་པད་མའི་སྡོང་པོ་ལ་དེ་ཡོད་རེད་བ་དེ་ལ་གུ་རུ་རིན་པོ་ཆེ་གི་གསུང་གནང་ཡོད་རེད་གནང་གི་གནང་གི་ཡོན་ཏན་དེ་དེ་ནས་ནོར་བདུན་ཞེས་ནས་གསུངས་འདུག་བ་ག་རེ་གོ་དད་དང་ཚུལ་ཁྲིམས་སྟོང་ལ་དགོངས་པ་དང་ཐོས་པའི་འགྱུ་འཕྲོར་ཁྲེལ་ཡོད་ངོ་ཚ་བྱེད་ཤེས་རབ་ཕུན་སུམ་ཚོགས་པའི་ནོར་བདུན་ཞེས་ནས་བདུན་འདུག་བ་བདུན། ད་དེ་རེད་དེ་ནང་གི་ཡོན་ཏན་རེད། ད་ནང་གི་ཡོན་ཏན་དང་ཕྱི་ཡི་ཡོན་ཏན་གཉིས་ཀ་བྱུང་པ་ཡིན་ན་ད་རབ་རེད། ཕྱི་ཡི་ཡོན་ཏན་དེ་ཐབས་རེད་ནང་གི་ཡོན་ཏན་དེ་ཤེས་རབ་རེད། ད་ནང་གི་ཡོན་ཏན་དེ་དཔེ་ཡག་པོ་ཆགས་ཆེད་ཡི་གེ་བྲིས་ཆོག་ཆོག་ཀློག་ཆོག་ཆོག་ཡོད་ན། ཡོད་ན་ཡང་ནང་གི་ཡོན་ཏན་དེ་མེད་པ་ཡིན་ན་དེ་ནི་པགས་ལ་བྱ་ཡག་གི་ཉེན་ཁ་རེད། ཐ་མག་འཐུང་གི་རེད། འཁྲུག་པ་རྒྱབ་ཀྱི་རེད། ད་དེ་ཕྱིའི་ཡོན་ཏན་ཙམ་གྱིས་ཕན་གྱི་མ་རེད། ད་ནང་གི་ཡོན་ཏན་དེ་དད་དང་ཚུལ་ཁྲིམས་སྟོང་ལ་སྒོམ་པ་བྱས་ནས་ད་ཆ་བཟང་ངན་ཞུ་ཐུབ་ས་མ་རེད་ད་དུས་ཚོད་དེ་གི་དེ་ནི་དད་པ་གཙོ་བོ་དད་པ་དེ་ནི་རང་གི་ཆོས་ལ་དད་པ་དེ་ནི་ཕ་མ་ལ་དད་པ་ཟེར་ན་ཡིན་གཅིག་མིན་གཅིག་བླ་མ་ལ་ཕྱག་འཚལ་དགོས་བ

དེ་བླ་མ་གིས་ག་རེ་གསུང་བ་དེ་ལ་མི་འགྲོ་བཞག་པ་ཡིན་ན་དེ་ལ་དད་པ་ཟེར་རོ། འོ་དེ་ཡིན་དུས་དེ་ནས་ཕྱི་རིགས་ཀྱི་དེར་བཞུགས་དུས་ད་ང་རང་ཚོ་མཁའ་འགྲོ་རིན་པོ་ཆེ་བཞུགས་ཡོད་རེད། སྨིན་གླིང་མཁན་ཆེན་རིན་པོ་ཆེ་བཞུགས་ཡོད་རེད་གོ་ཆེན་རིན་པོ་ད་ཁོང་རྣམ་པ་གསུམ་ད་དན་བདག་རེད་བ་དེ་གི་ཁོང་རྣམ་པ boss རེད་བ་དེ་ད་དན་རྣམ་དུ་ད་ཡོངས་འཛིན་རིན་པོ་ཆེ་ཡོད་རེད་དེ་ནས་ཞབས་ཀྱི་ཡོད་རེད་ཁོང་རྣམ་པ་བསླབ་པ་རྒན་པ་དེ་ཁོང་རྣམ་པ་གིས་ག་རེ་གསུང་བ་དེ་ཉན་བཞག་པ་ཡིན་ན།

དེ་ནི་དགེ་ཚུལ་ཡིན་ན་དགེ་ཚུལ་གྱི་སྡོམ་པ་གཙང་མ་བསྲུང་ན། གྲྭ་ཚང་ནང་ལ་ཡང་ཡང་དགེ་སློང་དང་དགེ་ཚུལ་གྱི་སྡོམ་པ་གཅིག་པུ་མ་ཡིན་པ་གྲྭ་ཚང་ཁོ་རང་ནང་ལ་སྒྲིག་གཞི་ཡོང་གི་རེད་བ། དེའི་རྗེས་ཆོག་གི་མ་རེད་དེའི་ཕྱིར་ཆོག་གི་མ་རེད་ཟེར་འདུག་ལོ་དེའི་གྱོན་ཆོག་གི་མ་རེད་ཕྱི་ལོ་ལ་འགྲོ་ཆོག་གི་མ་རེད་དེ Discipline ཅིག་ཡོད་རེད་བ། དེ་ཚོ་ཚང་མ་ཡག་པོས་བསྲུང་གནང་དགོས་ཀྱི་རེད་དེ་ལ་ཚུལ་ཁྲིམས་ཟེར་གྱི་རེད། ད་དེ་རེད་ནང་གི་ཡོན་ཏན། ནང་གི་ཡོན་ཏན་དེ་ཡོད་པ་ཡིན་ན་དེ་ནི་ཁྱེད་རང་ཁྱེད་རིགས་རེད་བ། སྐུ་ཡོན་ཕྱི་ཡི་སྐུ་ཡོན་ཡག་པོ་གང་ཡང་མེད་པ་ཡིན་ན་ཡང་བྲི་ཡ་ཡང་ཡག་པོ་མེད་ཀློག་ཡ་ཡང་ཡག་པོ་མེད་བཤད་པ་ཡང་ཡག་པོ་མེད་ན་ཡང་ནང་གི་ཉམས་ལེན་ཡག་པོ་ནང་གི་ཡོན་ཏན་ཡག་པོ་ཡོད་ན་མི་ཡག་ག་ཁྲལ་ལ་རྩི་གི་རེད། ཁ་ཤས་པས་མེ་བསྲེགས་གི་བྲི་ཡ་ཡག་པོ་ཀློག་ཡ་ཡག་པོ། པད་མེ་སྲེག་གི་མཁས་པ་ཡིན་ན་ཡང་ནང་གི་ཡོན་ཏན་ཡག་པོ་མེད་ན་དེ་ནས་པགས་ལ་འཁྲབ་གི་རེད་ཨ་རག་འཐུང་གི་རེད་ནས་འཁྲུག་པ་རྒྱབ་གི་རེད་ཡིན་ན་ཁོ་ཚོ་ཤེས་ཡ་ལ་པད་མཁས་པ་ཡོད་རེད་ཡ་དེ་ཡིན་དུས་དེ་གཉིས་ཀ་དགོས་གི་རེད་ད་དེ་ནས་དེས་ད་ནང་གི་ཡོན་ཏན་དང་ཕྱིའི་ཡོན་ཏན་གཉིས་ཀ།